བྱང་ཆུ་ཕྱོགས་སུམ་ཅུ་སོ་བདུན་ནང་ནས་དབང་པོ་ལྔ་ཤེས་དགོས། དྲན་པ་ཉེ་བཞག་བྱང་ཆུ་ཀྱི་ཆོས་སུམ་ཅུ་སོ་བདུན་ཤེས་དུས། དྲན་པ་ཉེ་བཞག་བཞི། ཡང་དག་སྤོང་བ་བཞི། རྫུ་འཕྲུལ་གྱི་རྐང་པ་བཞི།

སྦྱོད་ལམ་དྲོད་དང་རྩེ་མོའི་སྐབས་སུ་གཙོ་བོར་བསྒོམ་ཡས་དེ་ལ་དབང་པོ་ལྔ་ཟེར་གྱི་རེད་ཞེས་པ། ད་ལྟ་དེ་དབང་པོ་ཤེས་པའི་དབང་པོ་ལྔ་ཤེས་པའི་བར་བ། ཐོག་ལམ་ཐོགས་པ་ལ་དབང་བསྒྱུར་བྱེད་མཁན། ཡང་ན་ཐོག་ལམ་མ་ཐོབ་པར་རང་སྟོབས་བཟོ་མཁན་ཡིན་པ། སྦྱོར་ལམ་དྲོད་དང་རྩེ་མོའི་སྐབས་སུ་གཙོ་བོར་བསྒོམ་ཡས་དེ་ལ་དབང་པོ་ལྔ་ཟེར་གི་རེད་ཞེས་བའི། ད་དེ་འདྲའི་དབང་པོ་ལྔ་ལ་བཤད་གི་ཤེས་པ་ཡིན་དུས་དབང་པོ་རྣམས་ཀྱི་དམིགས་པ་གང་ཞེ་ན་སྟེ། དེ་འདྲའི་དབང་པོ་ལྔ་ཡི་དམིགས་ཡུལ་གང་ཡིན་ཟེར་བྱུང་ན། ཨ་ནི་ལས་ལ་འཕགས་པའི་བདེན་པ་བཞི་པོ་རྣམས་སོ་སྟེ། བདེན་པ་བཞི་པོ་དེ་དབང་པོ་སྔགས་ཀྱི་དམིགས་ཡུལ་ཡིན་ཟེར་བ་ནས། ངོ། ཉིད་གང་ཞེ་ན་སྟེ། དབང་པོ་ལྔ་ཁོ་རང་སེམས་སེམས་བྱུང་ག་རེ་ཟེར་བ་ལ། ཨ་ནི་ལས་ལ་དད་པ་དང་བརྩོན་འགྲུས་དང་དྲན་པ་དང་ཏིང་ངེ་འཛིན་ཤེས་རབ་པོ་སྟེ། དབང་པོ་ལྔ་ཁོ་རང་སེམས་ཙམ་ན་མ་རེད་སེམས་བྱུང་རེད་སེམས་བྱུང་ན་ནི་ཀྱང་དད་པ། བརྩོན་འགྲུས། དྲན་པ། ཏིང་ངེ་འཛིན་ཤེས་རབ་ལྔ་པོ་དེ་རེ་གཟིགས་པ། ད་གྲོགས་གང་ཤེས་ན་ཟེར་ན། དབང་པོ་ལྔ་དང་མཉམ་དུ་སེམས་སེམས་བྱུང་ག་ཚོད་ཡོད་རེད་ཞེས་པ། ཨ་ནི་ལན་ལ་དེ་དང་མཚུངས་པར་ལྡན་པའི་སེམས་དང་སེམས་ལ་བཅོལ་བའི་ཆོས་རྣམས་སུ་སྟེ། ཨ་ནི་དད་སོགས་དབང་པོ་ལྔ་དང་མཉམ་དུ་ཡིད་ཀྱི་རྣམ་ཤེས་དང། སེམས་བྱུང་ཀུན་འགྲོ་ལྔ་ལ་སོགས་པ་རྣམས་ཡོད་པ་ཡིན་ནི་སྲིད་པ། དེ་ཐ་ཆ་གཅིག་པ་རབ་ཤེས་པ་དང་དེ་ནི་སྒོམ་སྟངས་དེ་རེད། ད་སྒོམ་པ་གང་ཞེ་ན་ཟེར་ན་དབང་པོ་ལྔ་སྒོམ་སྟངས་ག་འདྲ་རེད་ཟེར་བ་རེད། སྒོམ་པ་གང་ཞེ་ན། དབང་པོ་ལྔ་སྒོམ་པའི་སྒོམ་སྟངས་ག་འདྲ་རེད་ཞེས་པ་རེད། ཨ་ནི་དེའི་ལན་ལ། ད་དེ། དབང་པོ་ལྔ་དེ། རིམ་པ་བཞིན་དུ་སྐྱེ་གི་ཡོད་པ་ཡིན་དུས་རིམ་པ་བཞིན་དུ་སྒོམ་དགོས་ཀྱི་ཡོད་རེད་སྲིད། དེ་ནས་ན་ད་དང་པོ་དད་པའི་དབང་པོ། དེ་ནས་བརྩོན་འགྲུས་ཀྱི་དབང་པོ། དེ་ནས་དྲན་པའི་དབང་པོ། དེ་ནས་ཏིང་ངེ་འཛིན་དབང་པོ། དེ་ནས་ཤེས་རབ་ཀྱི་དབང་པོ། སྐྱེས་པ་རེད་ཨ་ནི་རིམ་པ་བཞིན་དུ་སྒོམ་གྱི་ཡོད་རེད་སྲིད། བྱས་ཙང། དད་པའི་དབང་པོ་ནི་བདེན་པ་རྣམས་ལ་མངོན་པར་ཡིད་ཆེས་པའི་ཚུལ་གྱིས་སྒོམ་པར་འགྱུར་རོ་སྟེ། དང་པོ། བདེན་བཞི་ལ་ཡིད་ཆེས་པའི་དད་པ་ཡོད་པའི་སྒོ་ནས་དད་པའི་དབང་པོ་བསྒོམ་པ་ཡིན་སྲིད་དོ། དད་པའི་དབང་པོ་ནི་བདེན་པ་རྣམས་ལ་མངོན་པར་ཡིད་ཆེས་པའི་ཚུལ་གྱིས་བསྒོམ་པར་འགྱུར་རོ་སྟེ། དང་པོ། བདེན་པ་བཞི་ལ་ཡིད་ཆེས་པའི་སྒོ་ནས་ད་ནི་ཡིད་ཆེས་པའི་དད་པའི་སྒོ་ནས་དད་པའི་དབང་པོ་བསྒོམ་པ་ཡིན་གྱི། དེ་ནས་མངོན་པར་ཡིད་ཆེས་པ་སྐྱེས་པ་ནི་བདེན་པ་མངོན་པར་རྟོགས་པར་བྱ་བའི་ཕྱིར་སྤྲོ་བའི་ཚུལ་གྱིས་བརྩོན་འགྲུས་བསྒོམ་པར་འགྱུར་ཏེ། ད་ནི་ཡིད་ཆེས་པའི་དད་པ་སྐྱེ་ཚར་སོང་ན། ད་ནི་མ་འོངས་པ་ན་བདེན་པ་ཞིག་གི་གནས་ཚུལ་མངོན་སུམ་དུ་བདེན་པ་ཞིག་གི་གནས་ཚུལ་མགྱོགས་པོ་རྟོགས་པའི་ཆེད་དུ་ཨ་ནེ་དགའ་ཞིང་སྤྲོ་བའི་སྒོ་ནས་བརྩོན་འགྲུས་ཀྱི་དབང་པོ་སྒོམ་གྱི་རེད་ཟེར་བ་རེད། མངོན་པར་ཡིད་ཆེས་པ་སྐྱེས་པ་ནི་བདེན་པ་མངོན་པར་རྟོགས་པར་བྱ་བའི་ཆེད་དུ་སྤྲོ་བའི་ཚུལ་གྱིས་བརྩོན་འགྲུས་སྒོམ་པར་འགྱུར་ཏེ། ཡིད་ཆེས་པའི་དད་པ་སྐྱེས་ཚར་སོང་ན་དེའི་མཇུག་ལ། མ་འོངས་པ་ན་བདེན་བཞིའི་གནས་ཚུལ་མགྱོགས་པོ་རྟོགས་པའི་ཆེད་དུ་ཨ་ནེ་དགའ་ཞིང་སྤྲོ་བའི་སྒོ་ནས་བརྩོན་འགྲུས་ཀྱི་དབང་པོ་སྒོམ་གྱི་ཡོད་རེད་ཟེར་བ་རེད།

སྡུག་བསྔལ་ལ་སོགས་བདེན་པ་བཞིའི་གནས་ལུགས་རྣམས། མི་བརྗེད་པའི། མི་བརྗེད་པར་ཉར་བའི་སྒོ་ནས། དྲན་པའི་དབང་པོ་སྒོམ་གྱི་རེད། དེ་ནས་ད་དེ་རྗེས་ལ། ཏིང་ངེ་འཛིན་དབང་པོར་བ་བདེན་པ་རྣམས་ལ་དྲན་པ་གཉེར་བར་གནས་པའི་ཏིང་ངེ་འཛིན་ནི་སེམས་རྩེ་གཅིག་པའི་ཚུལ་གྱིས་སྒོམ་པར་འགྱུར་རོ་སྟེ། ཨ་ནི་དྲན་པའི་དབང་པོ་སེམས་ལ་སྐྱེ་ཚར་སོང་ན། ད་འདི་བྱུང་ན་དམིགས་པ་ལ་རྩེ་གཅིག་པའི་ཏིང་ངེ་འཛིན་གྱི་དབང་པོ་དགོངས་ཀྱི་རེད། དྲན་པ་བདེན་པ་རྣམས་ལ་ཉེ་བར་གནས་པའི་ཏིང་ངེ་འཛིན་ནི་སེམས་རྩེ་གཅིག་པའི་ཚུལ་གྱིས་བསྒོམ་པར་འགྱུར་རོ་སྟེ། དྲན་པའི་དབང་པོ་སྐྱེས་ཚར་སོང་ན། དམིགས་པ་ལ་རྩེ་གཅིག་པའི་ཏིང་ངེ་འཛིན་གྱི་དབང་པོ་བསྒོམ་པ་ཡིན་ཟེར་བ་རེད། ད་དེའི་དབང་པོ་ལྔ་རིམ་བཞིན་དུ་རིམ་བཞིན་དུ་སྐྱེས་པ་རེད་རིམ་བཞིན་དུ་བསྒོམ་པ་རེད། ལྟ། དེ་ནི་ཐ་མ་དེ་རེད་ཤེས་རབ་ཀྱི་དབང་པོ་སྟེ་བདེན་པ་རྣམ་པར་བསྙེམས་པར་བྱེད་པའི་ཤེས་རབ་ནི། རབ་ཏུ་རྣམ་པར་འབྱེད་པའི་ཚུལ་གྱིས་བསྒོམ་པར་འགྱུར་རོ་སྟེ། དེ་ནི། རྩེ་གཅིག་པའི། ཏིང་འཛིན་དབང་པོ་སྐྱེས་ཚར་སོང་ན། དེ་ནི་བདེན་བཞིའི་གནས་ལུགས་རྟོགས་པའི་ཤེས་རབ་འབྱུང་གི་རེད། བྱས་ཙང། ཐ་མ་ལ་ཤེས་རབ་ཀྱི་དབང་པོ་བསྒོམ་པ་ཡིན་སྲིད་པ་རེད། ད་འབྲས་བུ་གང་ཞེ་ན་དབང་པོ་ལྔ་བསྒོམས་པའི་འབྲས་བུ་ག་རེ་སྲིད་པ་རེད། ལན། བདེན་པ་གཡུར་དུ་མངོན་པར་རྟོགས་པར་བྱེད་པ་དང་དྲོ་བར་འགྱུར་བ་དང་རྩེ་མོར་གྱུར་པ་རྩེ་མོ་དང་བཟོད་པ་དང་ཆོས་རྒྱུད་མཆོག་རྣམས་འགྲུབ་པའོ་སྟེ། མགྱོགས་པོ། བདེན་བཞིའི་གནས་ལུགས་མངོན་སུམ་དུ་རྟོགས། དེ་ནས་གནས་སྐབས་རིང་ལ། སྦྱོར་ལམ་བཞི་པོ། མཐར་ཕྱིན་པ་ཆགས་འགྲོ་བ་རེ་ཡིས་སྲིད་པར། ཞེས་ཙང་ཏཱ། འབྲས་བུ་གང་ཞེ་ན་སྲིད་དུས། དབང་པོ་ལྔ་བསྒོམས་པའི་འབྲས་བུ་ག་རེ་རེད་ཀྱི་དྲི་བ་རེད། ཨན་ནེ་ནི། བདེན་པ་མྱུར་དུ་མངོན་པར་བདེན་པ་མྱུར་དུ་མངོན་པར་རྟོགས་པར་བྱེད་པ་དང་སྟེ། མགྱོགས་པོ། བདེན་པ་བཞིའི་གནས་ལུགས་མངོན་སུམ་དུ་རྟོགས་པ་རེད་ཞེས་རེད། དེ་ནི་དྲོ་བར་གྱུར་པ་དང་རྩེད་མོ་དང་བཟོད་པ་དང་ཆོས་འབྱུང་རྣམས་ཀྱི་ཕྱོགས་ཆོས་ཀྱི་ཕྱོགས་རྣམས་གྲུབ་པ་སྟེ། གནས་སྐབས་སྦྱོར་ལམ་བཞི་པོ་གི་ཉམས་ལེན་གདེང་ཚོགས་ཡང་མགྱོགས་པོ་མཐར་ཕྱིན་པ་བྱེད་ཐུབ་པ་རེད་ཟེར་བ་ལ་འདི་ཀོའི་འབྲས་བུ་ཡིན་ཟེར་བ་རེད། ད་འདི་འདི་བར་དུ་ག་རེ་ཡོད། འདི་ཤེས་པར་བ། དབང་པོ་ལྔ་ཤེས་པ་རེད་ད་འདི་ནི་སྟོབས་ལྔ། དབང་པོ་རྣམས་ལ་ཇི་ལྟ་བར་སྟོབས་ལྔ་ཡང་དེ་བཞིན་ནོ་སྟེ། ད་སྟོབས་དང་དབང་པོ་གཉིས། ཞེ་སྡང་གཅིག་པ་ཡིན་ཚེ་ཤེས་པར་དབང་པོ་རྣམས་ལ་ཇི་ལྟ་བར་སྟོབས་ལྔ་ཡང་དེ་བཞིན་ནོ་སྟེ། དབང་པོ་ལྔ་སྟེ་ས་བཅད་ལྔ་ཡི་ཐོག་ནས་བཤད་པ་ལྟར་དུ། སྟོབས་ཡང་ས་བཅད་ལྔ་གི་ཐོག་ནས་བཤད་དགོས་རེད། དམིགས་ཡུལ་ལྡན་པ་བཞི། ཁོ་རང་དད་པ་ལ་བཟོད་པའི་དབང། སྟོབས་ལྔ། གྲོགས། སེམས། གྲོགས། སྟོབས་སོགས་སྟོབས། གྲོགས། དེ་ནས་དད་སོགས་ལྔ་དང་མཉམ་དུ་ཡོད་པའི་སེམས་སེམས་བྱུང། སྒོམ་དང། དེ་ནས་གོང་དུ། དབང་པོ་ལྔ་བསྒོམ་པ་ནམ་བཞིན་ཡིན། དེ་ནས་རིམ་པ་བཞིན་དུ། སྒོམ། འབྲས་བུ། དེ་ནས་མཐོང་ལམ་ཐོབ་པ་དེ་ཡིན། ད་བྱས་ཙང། དབང་པོ་རྣམས་ལ། ཇི་ལྟ་བར་རྟོག་ལྔའི་དེ་བཞིན་ནོ་སྟེ། དབང་པོ་ལྔ་སྟེ་ཟབ་བྱེད་ལྔ་ཡི་ཐོག་ནས་བཤད་པ་ལྟར་དུ། སྟོབས་རྣམས་ཀྱང་ཟབ་བྱེད་ལྔ་ཡི་ཐོག་ནས་བཤད་དགོས་རེད། དང་པོ་དམིགས་ཡུལ་དེ་ཟབ་བྱེད་དང་པོ་དམིགས་ཡུལ་དེ་བདེན་པ་བཞི་ཡིན་པ། ཟབ་བྱེད་གཉིས་པ་ཁོ་རང་དད་པ་ལ་སོགས་པ་ལྔ་ཡིན་པ། ཨ་ནི་རོགས་པ། དད་སོགས་ལྔ་དང་གཡོས་པའི་སེམས་སེམས་བྱུང་མ་ཡིན་པ། སྒོམ་དང་སྒོམ་དང། དབང་པོ་ལྔ་བསྒོམ་པ་ན་བཞིན། རིམ་པ་བཞིན་དུ། ཨ་ནི་བསྐྱེད། རིམ་པ་བཞིན་དུ་བསྒོམ་པ་དེ་ཡིན་པ། ཨ་ནི་འབྲས་བུ་ཐོབ་ལམ་ཐོབ་པ་དེ་ཡིན་སྲིད་པ་རེད། ད་མ་འདྲ་བ་ག་རེ་ཡོད་རེད་ཟེར་དེའི་ཕྱིར་འདི་ནི་བྱེ་བྲག་ཡིན་ཏེ་མི་མཐུན་པའི་ཕྱོགས་ངེས་པར་ཟབ་པས་མི་འཛིན་པའི་ཕྱིར་སྟོབས་སོ་སྟེ། ད་སྟོབས་ལྔ་དང་དབང་པོ་ལྔ་གཉིས་ལ་མ་འདྲ་བའི་ཁྱད་པར་ག་རེ་ཡོད་རེད་ཟེར་ན་འདི་རེད། དེ་ནི་བྱེ་བྲག་ཡིན་ཏེ་མི་མཐུན་ཕྱོགས་ངེས་པར་བསྲབས་པས་མི་འཛིན་བའི་ཕྱིར་སྟོབས་རྣམས་སུ་སྟེ། ཡིན་ན་ཡང་སྟོབས་དང་དབང་པོ་ལ་མ་འདྲ་བའི་ཁྱད་པར་ཏེ། དབང་པོ་ལྔ་གི་སྐབས་སུ་མི་མཐུན་ཕྱོགས། མ་དད་པ་ལ་སོགས་པ། ཤུགས་ཆེན་པོ་ཡོད་པ་ཡིན་དུས་གཉེན་པོ་དད་པ་ལ་སོགས་པ་དེ་ཚོ་དཀའ་ལས་བརྒྱབ་ནས་སྒོམ་དགོས་ཀྱི་ཡོད་རེད། སྟོབས་ལྔ་ཐོབ་པའི་སྐབས་སུ། གཉེན་པོ་དད་པ་ལ་སོགས་པ། དམིགས་བསལ་ཆེད་དུ་གཏན་ནས་མ་བསྒོམ་པ་ཡིན་ན་ཡང། རྗེས་ཐོབ་ཀྱི་སྐབས་སུ་མི་མཐུན་ཕྱོགས་མ་དད་པ་ལ་སོགས་པ་མངོན་དུ་གྱུར་ཐུབ་པོ་མ་རེད་ཟེར་བ་ལ་འདི་མ་འདྲེས་པའི་ཁྱད་པར་ཡིན་ཟེར་བ་རེད། ད་དབང་པོ་སྔགས་ཀྱི་སྐབས་སུ། དད་པ།

ཏིང་ངེ་འཛིན་མི་རྣམ་སྨིན། ཨོ་ད་ཤེས་རབ་ཀྱི་མི་མཐུན་ཕྱོགས། མི་ཤེས་པ་ཟེར་དེ་འདྲ་ཡོད་རེད། ཡོད་པ་ཡིན་དུས་དབང་པོའི་སྐབས་སུ་མི་མཐུན་ཕྱོགས་ཚང་མ་ཤུགས་ཆེན་པོ་ཡོད་པ་ཡིན་དུས་གཉེན་པོ་དད་པ་ལ་སོགས་དུས་དད་པ་ཚོ་དཀའ་ལས་བརྒྱབ་ནས་སྒོམ་དགོས་ཡོད་རེད། སྟོབས་ཐོབ་འགྲོ་དུས། དད་པ་ལ་སོགས་པ་རྣམས་དམིགས་བསལ་མ་བཀོད་ན་ཡང། དད་པ་ལ་སོགས་གཉེན་པོ་དད་པ་ལ་སོགས་དམིགས་བསལ་ཆེད་མངག་ཏུ་མ་བསྒོམ་ན་ཡང། རྗེས་ཐོབ་ཀྱི་སྐབས་སུ་མ་དད་པ་ལ་སོགས་པ་མངོན་དུ་གྱུར་ཐུབ་མ་རེད། དང་མདོར་ན་དེ་འདི་ནི་བྱེ་བྲག་འདི་ཡིན་ཏེ་མི་མཐུན་ཕྱོགས་ངེས་པར་བསལ་བས་མི་འཛིན་པའི་ཕྱིར་སྟོབས་རྣམས་སོ་སྟེ། སྟོབས་དང་དབང་པོ་གཉིས་པར་ལ་མ་འབྲེལ་བའི་ཁྱད་པར་དེ། དབང་པོ་ལྔ་ཡི་སྐབས་སུ། དེ་ནི་མི་མཐུན་ཕྱོགས་མ་དད་པ་ལ་སོགས་པ་རྣམས་ཤུགས་ཆེན་པོ་ཡོད་པ་ཡིན་ཙང། གཉེན་པོ་དད་པ་ལ་སོགས་པ་རྣམས་དཀའ་ལས་རྒྱབ་ནས་སྒོམ་དགོས་ཀྱི་ཡོད་རེད། སྟོབས་ཐོབ་པའི་སྐབས་སུ། མི་མཐུན་ཕྱོགས་མ་ཐེབས་པ་ལ་ནུས་པ་ཞེ་དྲག་མེད་པ་ཡིན་དུས་གཉེན་པོ་དད་པ་ལ་སོགས་པ་ཆེད་མངགས་མ་སྒོམ་ན་ཡང་རྗེས་ཐོབ་ཏུ་མ་ཐེབས་པ་ལ་སོགས་པ་དངོས་སུ་མངོན་གྱུར་དུ་ཡོང་ཐུབ་ཀྱི་མ་རེད། དེ་མ་འདྲེས་པའི་ཁྱད་པར་ཡིན་སྲིད་པ་རེད།

འཕགས་པའི་བདེན་པ་བཞི་པོ་དག་གི་ཡང་དག་གི་ཡང་དག་པ་ཇི་ལྟ་བ་ཉིད་དུ་སྟེ། བདེན་པ་བཞི་གི་གནས་ལུགས་དེ་ཡིན་སྲིད་པ། བྱང་ཆུབ་ཡན་ལག་བདུན་གྱི་དམིགས་ཡུལ་ཏེ། བདེན་པ་བཞི་གི་གནས་ལུགས་དེ་ཡིན་སྲིད་པ། ངོ་བོ་ཉིད་གང་ཞེ་ན་སེམས་བྱང་ཆུབ་ཡན་ལག་ཁོ་རང་སེམས་སེམས་བྱུང་གང་ཡིན་སྲིད་པ། ཨ་ནི་ལན་ལ། དྲན་པ་དང་ཆོས་རབ་ཏུ་རྣམ་པར་ཆོས་རབ་རྣམ་པར་འབྱེད་པ་དང་ཤེས་རབ་རེ་དྲན་པ་དང་ཆོས་རབ་ཏུ་རྣམ་པར་འབྱེད་པ་དང་བརྩོན་འགྲུས་དང་དགའ་བ་དང་ཤིན་ཏུ་སྦྱངས་པ་དང་ཏིང་ངེ་འཛིན་བཏང་སྙོམས་སུ་སྟེ། ཨ་ནི་བྱང་ཆུབ་ཡན་ལག་ཁོ་རང། གཙོ་སེམས་རྩ་ནས་མ་རེད་སེམས་བྱུང་རེད། སེམས་བྱུང་ན་ནས་ཀྱང་དྲན་པ། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་བརྩོན་འགྲུས་དགའ་བ་ཤིན་སྦྱངས། ཏིང་ངེ་འཛིན་བཏང་སྙོམས་དེ་ཚོ་ཡིན་ཟེར་བ་རེད། དེ་ནས་དྲན་པ་ནི་དེ་ན་ནི་དྲན་པ་ནི་གནས་ཀྱི་ཡན་ལག་གོ་སྟེ་ད་དེའི་ནང་ནས་དྲན་པ་ཡང་དག་བྱང་ཆུབ་དྲན་པ་ཡང་དག་བྱང་ཆུབ་ཀྱི་ཡན་ལག་ཟེར་མཁན་དེ། བདེན་བཞིའི་རྨི་ལམ་མི་བྱེད་པའི་སྒོ་ནས་སྒོམ་གྱི་ཡོད་རེད་དེ་ནི་ཡན་ལག། ཕྱི་མ། དྲུག་པོ་རྣམས་ཀྱིས། དེ་ནི་རྒྱུ་ཡང་རེད་ཟེར་བ་རེད། དྲན་པ་ནི་གནས་ཀྱི་ཡན་ལག་གོ་ཟེར་དུས། ད། དྲན་པ་ཡང། དྲན་པ་བྱང་ཆུབ་ཡན་ལག་རེད་བ། དྲན་པ་བྱང་ཆུབ་ཀྱི་ཡན་ལག་ཟེར་མཁན་དེ། བདེན་བཞིའི་རྨི་ལམ། དམིགས་པ་དང་རྣམ་པ་མ་བརྗེད་པའི་སྒོ་ནས་བསྒོམ་མཁན། ཡན་ལག་གཞན་དྲུག་པོ་རྣམས་ཀྱི་རྨང་གཞི་ཡང་རེད་ཟེར་བ་རེད། དྲན་པ་ནི་གནད་ཀྱི་ཡན་ལག་གོ་ཟེར་ལྟར་དྲན་པ་བྱང་ཆུབ་ཡན་ལག་ཟེར་མཁན་དེ། བདེན་པ་ཞིག་གི་དམིགས་པ་དང་བདེན་པ་ཞིག་གི

བདེན་བཞིའི་ཆོས་ཉིད་མངོན་སུམ་དུ་རྟོགས་པའི་སྒོ་ནས་བསྒོམ་མཁན་ནི་མཐོང་ལམ་རང་རེད་ཟེར་བ་རེད། ད་ཆོས་རྣམ་པར་འབྱེད་པ་ནི་ངོ་བོ་ཉིད་ཡན་ལག་གོ་ཟེར་ན། དེ་ནི་ཆོས་རྣམ་འབྱེད་ཀྱི་བྱང་ཆུབ་ཡན་ལག་ཟེར་མཁན་དེ། དེ་ནི་བདེན་བཞིའི་ཆོས་ཉིད་མངོན་སུམ་དུ་རྟོགས་པའི་སྒོ་ནས་བསྒོམ་པ་གང་ཞིག་ལ་ཡིན་རྒྱུ་མཐོང་ལམ་རང་ཡིན་མཁན་དེ་རེད་དེ་ལ་ཟེར་གྱི་རེད་ཟེར་བ་རེད། བརྩོན་འགྲུས་ནི་ངེས་པར་འབྱུང་བའི་ཡན་ལག་གོ། ལྟའི་བརྩོན་འགྲུས་བྱང་ཆུབ་ཀྱི་ཡན་ལག་ཟེར་ན། བདེན་བཞིའི་ཁྱད་ཆོས། མི་རྟག་སྡུག་བསྔལ་སྟོང་བདག་མེད་ལ་སོགས་པ་ལ་དགའ་ཞིང་སྤྲོ་བའི་སྒོ་ནས་བསྒོམ། སྒོམ་མཁན། ནི། བསྒོམ་པར་བལྟ། རང་གི་དམིགས་ཡུལ་མཐར་ཐུག་ཐོབ་པར་བྱེད་མཁན་དེ་ལ། ཡང་ནི་ཟེར་གྱི་རེད། དགའ་བ་ནི་ཕན་ཡོན་གྱི་ཡན་ལག་གོ་སྟེ། དགའ་བ་བྱང་ཆུབ་ཀྱི་ཡན་ལག་ཟེར་ན། བདེན་བཞིའི་ཆོས་ཉིད་སྔར་མ་རྟོགས་པ་གསར་དུ་རྟོགས་པས་ཟག་མེད་ཀྱི་བདེ་བ་ཡིན་མཁན། ཡང་ནི་སེམས་ལ། སེམས་སྐྱིད་པར་བཟོས་སེམས་ལྷོད་པར་བཟོས་སེམས་བདེ་བར་བྱེད་མཁན་དེ་རེད། ད་དེ་ནས་འདི་བྱས་ལ། ཤིང་བཅུ་སྦྱངས་པ་དང་ཏིང་ངེ་འཛིན་དང་བཏང་སྙོམས་ནི་ཀུན་ནས་ཉོན་མོངས་མེད་པའི་ཡན་ལག་སྟེ། གང་གིས་ཀུན་ནས་ཉོན་མོངས་པར་མི་འགྱུར་བ་དང། གང་དུ་ཡང་ཀུན་ནས་ཉོན་མོངས་མི་འགྱུར་བ་དང། ཀུན་ནས་ཉོན་མོངས་པ་གང་ཡང་མེད་པའོ་ཟེར་སྦྱར་རྒྱུད་རེད། འདི་ལ། ཤིན་ཏུ་སྦྱངས་པ་དང་གང་གིས་ཀྱང་ཀུན་ནས་ཉོན་མོངས་པར་མི་འགྱུར་བར་སྦྱར། ཏིང་ངེ་འཛིན་དང་གང་དུ་ཡང་ཀུན་ནས་ཉོན་མོངས་མི་འགྱུར་བར་སྦྱར། དེ་ནས། བཏང་སྙོམས་དང། ཀུན་ནས་ཉོན་མོངས་པ་གང་ཡང་མེད་བར་དུ་སྦྱར་ནས་ཅེས་ད་ལྟར་བཤད་ཀུན་ཏུ་ད་ཤིན་སྦྱངས་ཤིང་ཤིན་ཏུ་སྦྱངས་པ་གང་གིས་ཀྱང་ཀུན་ནས་ཉོན་མོངས་མི་འགྱུར་བ་སྟེ། ད་ཤིན་སྦྱངས་སྦྱང་རྒྱུད་ཡན་ལག་ཟེར་ན། ལུས་སེམས་དགེ་བ་ལ་བེད་སྤྱོད་གཏོང་ཆོག་ཆོག་བྱེད་མཁན་གྱི་ཟག་མེད་ཤིན་སྦྱངས་ཟག་མེད་ཀྱི་ཤིན་སྦྱངས། ཡིན་མཁན་དེ་རེད་ཡིན་མཁན་དེ་རེད་ཟེར་བ་རེད། ད། ཤིན་ཏུ་འཇམ་པ་གང་གིས་ཀྱང་ཀུན་ནས་ཉོན་མོངས་མི་འགྱུར་བ་དང་སྟེ་ཟེར་བ། ཤིན་སྦྱང་བྱ་འཇུག་ཡན་ལག་ཟེར་ན་ལུས་སེམས་དགེ་བ་ལ་བེད་སྤྱོད་གཏོང་ཆོག་ཆོག། བྱེད་མཁན། གྱི་ཟག་མེད་ཀྱི་ཤིན་སྦྱང་དེ་རེད་ཟེར་བ་རེད།

ཏིང་ངེ་འཛིན། གང་དུ་ཡང་ཀུན་ནས་ཉོན་མོངས་མི་འགྱུར་བ་དང་སྟེ། ཏིང་འཛིན་བྱང་ཆུབ་ཡན་ལག་ཟེར་ན། ཨ་ནི་བདེན་བཞིའི་ཁྱད་ཆོས་མི་རྟག་སྟོང་བདག་མེད་ལ་སོགས་པ་རྣམས་ལ། རྩེ་གཅིག་ཏུ་བསྒོམས་པས་ཟག་མེད་ཀྱི་སེམས་རྩེ་གཅིག་པ།

བྱིན་བའི་སྐྱོན་དང་རྒོད་པའི་སྐྱོན་སོགས། མཐོ་དམན་མེད་པའི་སྒོ་ནས་སྒོམ་མཁན་ཅིག་ལ་ཟེར་གྱི་རེད་ཟེར་གྱི་རེད། མདོར་ན། བཏང་སྙོམས་ཀུན་ནས་ཉོན་མོངས་པ་གང་ཡང་མེད་པའོ་སྟེ་བཏང་སྙོམས་བྱང་ཆུབ་ཡན་ལག་ཟེར་ན་བདེན་བཞིའི་ཁྱད་ཆོས་ལ། བྱིང་བ་དང་རྒོད་པ་སོགས་ཀྱི་སྐྱོན། དེ་ནས། མཐོ་དམན་མེད་པའི་སྒོ་ནས་དགོངས་མཁན་ཞིག་ལ་ཟེར་གྱི་རེད་ཟེར་བ། ཨོ་དེ་འདི་ཤེས་པ་ད་བྱང་ཆུབ་ཡན་ལག་ཤེས་པར་བ་དེར་ཤེས།

བྱང་ཆུབ་ཡན་ལག་དང་མཉམ་དུ་སེམས་སེམས་བྱུང་ག་ཚོད་ཡོད་པ་ཡིན་སྲིད་པ་རེད་ད་ཤི་དང་སྙེ་མ་ཚོ་ན་ཤིང་རེད་གྲོགས་གང་ཞེ་ན་བྱང་ཆུབ་ཡན་ལག་དང་མཉམ་དུ་སེམས་སེམས་བྱུང་ག་ཚོད་ཡོད་པ་རེད་སྲིད་པ་ལན་ན་དད་དང་མཚུངས་པར་ལྡན་པའི་སེམས་དང་སེམས་ལས་ཆོད་པའི་ཆོས་རྣམས་སོ་སྟེ་སྲིད་པ་རེད། ཨ་ནི་བྱང་ཆུབ་ཀྱི་ཡན་ལག་དང་མཉམ་དུ། ཡིད་ཀྱི་རྣམ་ཤེས་ཡོད་རེད། ད་ག་ནི་ཆེས་སེམས་བྱུང་སྐུ་འཁྲུངས་ལྔ་ལ་སོགས་པ་ན་ཡོད་པ་ཡིན་སྲིད། ད་སྒོམ་ཐང་ཞེས་པའི་སྒོམ་པ་གང་ཞིག་ན་བྱང་ཆུབ་ཀྱི་ཡན་ལག་སྒོམ་ཐང་ག་འདྲ་ཡིན་སྲིད། ད་འདི་ལ་དྲན་པ་བྱང་ཆུབ་ཡན་ལག་སྒོམ་ཐང། ཨ་ནི་དེའི་རྗེས་ལ་དེ་ནས་ཆོས་རབ་ཏུ་རྣམ་པར་འབྱེད་པ་སྒོམ་ཐང། བརྩོན་འགྲུས་བྱང་ཆུབ་ཡན་ལག་སྒོམ་སྟངས། དགའ་བ་བྱང་ཆུབ་ཡན་ལག་སྒོམ་སྟངས། ཤིན་སྦྱངས་བྱང་ཆུབ་ཡན་ལག་སྒོམ་སྟངས། ཏིང་འཛིན་བྱང་ཆུབ་ཡན་ལག་སྒོམ་སྟངས། བཏང་སྙོམས་བྱང་ཆུབ་ཡན་ལག་སྒོམ་སྟངས་ཡོད་རེད། དེ་རྣམས་ནི། དང་པོ་དྲན་པ་བྱང་ཆུབ་ཡན་ལག་སྒོམ་སྟངས་དེ་དངོས་སུ་ཤེས། གཞན་དེ་ཚོ། དེ་ནས། ཞོར་ལ་ཤེས་སོང་བ་རེད། དེ་ཤེས་པ་ད་ཡིན་དུས། དེ་ནས། ད་ལྟ་ང་ཚོ་དྲན་པ་བྱང་ཆུབ་ཡན་ལག་གིས། དྲན་པ་བྱང་ཆུབ་ཡན་ལག་སྒོམ་སྟངས་དེ་ཤེས་ཀྱི་རེད། དྲན་པ་བྱང་ཆུབ་ཡན་ལག་དབེན་པ་ལ་གནས་པ། འདོད་ཆགས་དང་བྲལ་བ་ལ་གནས་པ། འགོག་པ་ལ་གནས་པ། རྣམ་པར་སྤོང་བས་ཡོངས་སུ་གྱུར་པར་བསྒོམ་པའོ། བར་དུ། དེ་ནི། དྲན་པ་བྱང་ཆུབ་ཡན་ལག་སྒོམ་སྟངས་རེད། བཤད་སྟངས། དྲན་པ་བྱང་ཆུབ་ཡན་ལག་དབེན་པ་ལ་གནས་པ་སྟེ།

དྲན་པ་ཡང་དག་བྱང་ཆུབ་ཡན་ལག་དབེན་པར་གནས་པ་སྟེ། དྲན་པ་བྱང་ཆུབ་ཡན་ལག་གིས། དང་པོ་སྡུག་བསྔལ་ལ་སྡུག་བསྔལ་དུ་དམིགས་ནས། སྡུག་བསྔལ་དེ་མེད་ས་གཅིག་ཚོར་གྱི་རེད་ཟེར་གྱི་རེད། དེ་ནས་བྱང་ཆུབ་འདོད་ཆགས་དང་བྲལ་བར་གནས་པ་སྟེ། ད་ག་ན་བཞིན་དྲན་པ་བྱང་ཆུབ་ཡན་ལག་གི། སྒོམ་བདག་གཅིག་ལས་དྲན་པ་ཡིན་བྱང་ཆུབ་ཡན་ལག་གི། དང། ཞེན་ཆགས་སེར་སྔས་ཏེ། སྡུག་བསྔལ་ཀུན་འབྱུང་བའི་རྒྱུ་གཙོ་བོ་ཡིན་པར་དམིགས་ནས། དེ་ནས། ཞེན་ཆགས་དད་དང། བྲལ་བ་བྲལ་བའི་ཉམས་ལེན་ལ་གནས་ཀྱི་རེད་ཟེར་གི་རེད། བྲལ་བྲལ་བའི་ཉམས་ལེན་ལ་གནས་ཀྱི། དང་འགོག་པ་ལ་འགོག་པ་ལ་གནས་པ་དང། གནས་པ་སྟེ། ཨ་ནི། དྲན་པ་བྱང་ཆུབ་ཡན་ལག་གི། སྡུག་བསྔལ་ཚང་མ་འགག་འགག་འགག་པ་སྟེ། འགོག་པ་ཡིན་འགོག་པ་ཡིན་དུས་དེ་འདྲའི་འགོག་པ་ལ་དམིགས་ནས། ད་དེ་འགོག་པ་དེ་ང་ལ་ཐོབ་ན། སྐྱུར་དུ་ཐོབ་ན། བསམ་པའི་ཐོག་ནས་ཉམས་ལེན་བྱེད་ཀྱི་རེད་ཟེར་གྱི། རྣམ་པར་སྤོང་བས་ཡོངས་སུ་གྱུར་པ་བསྒོམ་པའོ་སྟེ། ཨེ་ནི་དྲན་པ་བྱང་ཆུབ་ཡན་ལག་གི། ལམ་བདེན་ལ་བརྟེན་ནས། འགོག་པ་ཐོབ་ཀྱི་ཡོད་པ་ཡིན་དུས། ཨེ་ནི། ལམ་བདེན། དེ་ལ་བརྟེན་ནས། སྡུག་བསྔལ། རྣམས་སྡུག་བསྔལ་ཆ་ཚང་སྤོང་བའི་སྒོ་བས་སྤོང་བའི་སྒོ་ནས། ཨེ་ནི།

ཆོས་རབ་ཏུ་རྣམ་བཅད་ཀྱི་བྱང་ཆུབ་ཡན་ལག་སྒོམ་སྟངས། བརྩོན་འགྲུས་བྱང་ཆུབ་ཡན་ལག་གི་སྒོམ་སྟངས། དགའ་བ་བྱང་ཆུབ་ཡན་ལག་གི་སྒོམ་སྟངས། ཤེས་བྱ་བྱང་ཆུབ་ཡན་ལག་གི་སྒོམ་སྟངས། གཏན་ཚིགས་བྱང་ཆུབ་ཡན་ལག་གི་སྒོམ་སྟངས། བཏང་སྙོམས་བྱང་ཆུབ་ཡན་ལག་གི་སྒོམ་སྟངས་ཡང། ཨ་ནི། ད་དེ་ནང་བཞིན་འགྲོ་ཡ་རེད། དེ་ནང་བཞིན་འགྲོ་ཡ་ཡིན་སྲིད་པ་རེད།

ད་ལྟ། གོང་དུ་བཤད་པའི་སྐད་ཆ་འདི་ཚོ། འདུས། ད་དེ་རེད། འདི་ནི་བདེན་པ་ལ་དམིགས་པའི་བྱང་ཆུབ་ཡན་ལག་བསྒོམ་པའི་ཡོངས་སུ་བསྟན་དུ་སྟེ། མདོ་ནས་བཤད་པའི་སྐད་ཆ་ཚང་མ་ད་ལྟ། མངོན་པ་ཀུན་འདུས་སུ་བཤད་བཤད་པ་འདིས་གར་བྱས་པ་རེད་ཟེར་ན། འཕགས་པའི་བདེན་པ་བཞི་ལ་དམིགས་པའི་བྱང་ཆུབ་ཡན་ལག་བཞི་སྒོམ་ཚུལ་ཆ་ཚང་གསུངས་པ་ཡིན་ཞེས་པའི་དོན་ལྟར། འདིས་ནི་བདེན་པ་ལ་དམིགས་པའི་བྱང་ཆུབ་ཡན་ལག་སྒོམ་པ་ཡོངས་སུ་བསྟན་ཏོ་སྟེ། མདོ་ནས་གསུངས་པ་དེ་ཚོ་མངོན་པ་ཀུན་འདུས་སྐབས་སུ་ད་ལྟ་བཤད་པ་འདིས་ནི། བྱང་ཆུབ་ཡན་ལག་བདུན་སྒོམ་པའི་སྒོམ་སྟངས་ཆ་ཚང་བཤད་པ་ཡིན་ཟེར་བ་སྟེ། འདིས་ནི་བདེན་པ་ལ་དམིགས་པའི་བྱང་ཆུབ་ཡན་ལག་སྒོམ་པ་ཡོངས་སུ་བསྟན་ཏོ་སྟེ། གདོད་ནས་གསུང་བཤད་པ་དེ་ཚོ། གདོད་ནས་ག་རེ་མདོའི་ནང་དུ། བྱང་ཆུབ་ཡན་ལག་བདུན་སྒོམ་སྟངས་གསུང་བཤད་པ་དེ་ཚོ། ད་ལྟ་མངོན་པ་ཀུན་འདུས་ཀྱི་སྐབས་སུ་གསུངས་པ་རེད། གསུངས་པ་འདིས་ག་རེ་བྱེད་པ་རེད་ཟེར་ན། བྱང་ཆུབ་ཡན་ལག་བདུན་སྒོམ་པའི་སྒོམ་སྟངས་ཆ་ཚང་གསུང་བཤད་པ་ཡིན་ཟེར་བ་རེད། ཨ་ནི་འབྲས་བུ་གང་ཞེ་ན་ད་བྱང་ཆུབ་ཡན་ལག་བདུན་བསྒོམས་པའི་འབྲས་བུ་ག་རེ་སྲིད་པོ་རེད་འབྲས་བུ་ག་རེ་སྲིད་པོ་རེད་དེ་ན་མཐོང་བས་སྤང་བར་བྱའི་ཉོན་མོངས་རྣམས་སྤོང་བ་སྟེ། ཨ་ནི། མཐོང་སྤང་བྱ་མཐོང་སྤང་མ་ལུས་པར་སྤང་ཐུབ་པ་དེ་བྱང་ཆུབ་ཡན་ལག་བདུན་བསྒོམས་པའི་འབྲས་བུ་ཡིན་སྲིད་པོ། མཐོང་བས་སྤང་བར་བྱའི་ཉོན་མོངས་པ་རྣམས་སྤངས་སོ་སྟེ། སྤང་བྱ་མཐོང་སྤང་མ་ལུས་པར་སྤང་ཐུབ་པ་དེ་ཞག་འཇུག་ཡན་ལག་བདུན་བསྒོམ་པའི་འབྲས་བུ་ཡིན་སྲིད་བར། ད་འདིའི་རྗེས་ལ་འདིའི་རྗེས་ལ་ད་འཕགས་ལམ་ཡན་ལག་བརྒྱད་རེད་བ། ལམ་གྱི་ཡན་ལག་རྣམས་ཀྱི་དམིགས་པ་གང་ཞེ་ན་ད་འདི་འཕགས་ལམ་ཡན་ལག་བརྒྱད་ཤེས་པ་རེད། འཕགས་ལམ་ཡན་ལག་བརྒྱད་ཟེར་ན།

འཕགས་ལམ་ཡན་ལག་བརྒྱད་གཟིགས་རེས་དགོས། ད་ཡིན་དུས་ལམ་གྱི་ཡན་ལག་གི་དམིགས་པ་གང་ཞེ་ན་དེ་དེ་ལྟ་བུའི་འཕགས་ལམ་ཡན་ལག་བརྒྱད་ཀྱི་དམིགས་ཡུལ་གང་ཡིན་ཟེར་བྱུང་ན་གཟིགས་པ་རེད། ཨ་ནི་དེའི་འོག་ཏུ་འཕགས་པའི་བདེན་པ་བཞི་པོ་རྣམས་ཀྱི་ཡང་དག་པ་ཇི་ལྟ་བ་སྟེ། བདེན་པ་བཞི་གི་གནས་ལུགས་དེ་ཡིན་གཟིགས་པ་རེད། ངོ་བོ་ཉིད་གང་ཞེ་ན་དེ། འཕགས་པའི་ལམ་ཡན་ལག་བརྒྱད་ཟེར་བ་ཁོ་རང་སེམས་སེམས་བྱུང་གང་ཡིན་གཟིགས་པ་རེད། ཨ་ནི་ལན་ལ། ཡང་ཡན་ལག་བརྒྱད་དེ་ཡང་དག་པའི་ལྟ་བ་དང་ཡང་དག་པའི་རྟོག་པ་དང་ཡང་དག་པའི་ངག་དང། ཨ་ནི། ཡང་དག་པའི་ལས་ཀྱི་མཐའ་དང་ཡང་དག་པའི་འཚོ་བ་དང་ཡང་དག་པའི་རྩོལ་བ་དང་ཡང་དག་པའི་དྲན་པ་དང། ཡང་དག་པའི་ཏིང་ངེ་འཛིན་ཏོ་ཟེར་ད་འདི་ལ་ངོ་བོ་ཟེར་ཏེ། ཁབ་ཏུ་ཁོ་རང་གོང་དུ་བཤད་པ་ན་བཞིན་སེམས་སེམས་བྱུང་ལ་སྦྱར་རུང་གི་ཡོད་ས་མ་རེད།

ཨ་ནི་ལན་ལ། ཡན་ལག་བརྒྱད་དེ་ཡང་དག་པའི་ལྟ་བ་དང་ཡང་དག་པའི་རྟོག་པ་དང་ཡང་དག་པའི་ངག་དང་ཡང་དག་པའི་ལས་ཀྱང་ཡང་དག་པའི་ཚོར་བ་དང་ཡང་དག་པའི་ཚོར་ཡང་དག་པའི་དྲན་པ་ཡང་དག་པའི་ཏིང་ངེ་འཛུགས་ཏེ། ཨ་ནི་བྱང་ཆུབ་ཡན་ལག་བདུན་ཏེ། དེ་ནི་གཙོ་སེམས་རྩ་ནས་མ་རེད་ཟེར་བ་རེད། འོ་ན་ག་རེ་རེད་ཟེར་ན་དེ་ནི། དེ་ཡང་དག་པའི་ལྟ་བ་ཡང་དག་པའི་རྟོག་པ་ཡང་དག་པའི་ངག་ཡང་དག་པའི་ལས་ཀྱི་མཐའ་ཡང་དག་པའི་འཚོ་བ་ཡང་དག་པའི་རྩོལ་བ་ཡང་དག་པའི་དྲན་པ་ཡང་དག་པའི་ཏིང་ངེ་འཛིན་དེ་ཚོ་ཞལ་འཇུག་ཕ་ལམ་ཡན་ལག་བརྒྱད་ཀྱི་ངོ་བོ་ཡིན་སྲིད་དགོས་ལ། ད་དེ་ན་ནི་ཡང་དག་པའི་ལྟ་བ་ཟེར་ན་ག་འདྲ་རེད

དང་མཐོང་ལམ་མཉམ་གཞག་གི་སྐབས་སུ་རྟོགས་ཚར་བའི་ལྟ་བ་དེ། ཧ་གོ་མཁན་དེ་ལ་ཡང་དག་པའི་ལྟ་བ་ཟེར་གྱི་རེད་ཟེར་གྱི་རེད། དང། དེ་ཅི་རེད་ཡང་དག་པའི་རྟོགས་པ་ནི་གཞན་གོ་བར་བྱེད་པའི་ཡན་ལག་གོ་སྟེ། འོ་ན་ཡང་དག་པའི་རྟོགས་པ་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་རེད་ཟེར་ན། དང། ཡང་དག་པའི་ལྟ་བས

དེ་ནི། ད་ཡང་ལྟ་བུའི་ངག་དང་ལས་ཀྱི་མཐའ་དང་ཚོར་བ་ནི་གཞན་ཡིད་པར་བྱེད་པའི་ཡན་ལག་དང་ལྟ་བ་དང་ཚུལ་ཁྲིམས་རྣམ་པར་དག་པ་ཕྱེད་བའོ་ཟེར་དུས། དེ་ནི་དེ་ཚང་མ་སྦྱར་ཏེ་ད་འདི་འདྲའི་མཉམ་དུ་སྦྱར་ཞེན་འགྲིག་གི། ཡང་ལྟ་བུའི་ད་ཡང་ལྟ་བུའི་ངག་དང་ལས་ཀྱི་མཐའ་དང་ཡང་ལྟ་བུའི་ངག་དང་ཡང་ལྟ་བུའི་ལས་ཀྱི་ཡང་ལྟ་བའི་ཚོར་བ་ནི་གཞན་ཡིད་པར་བྱེད་པའི་ཡན་ལག་སྟེ་ལྟ་བ་དང་ཚུལ་ཁྲིམས་དང་ཚོར་བ་རྣམ་པར་དག་པའི་ཕྱིར་རོ་སྟེ་སོགས་ཚང་མ་བསྡོམས་ནས་ཏེ། ཡང་འདི་བསྡོམས་བྱས་ན་འགྲིག་གི་རེད། ད་འདི་ན་ནི། ད་དེ་ན་ནི་ཡང་དག་པའི་ངག་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་རེད་ཟེར་ན། བཤད་མཁན་རང་ལ་ལྟ་བ་རྣམ་དག་ཡོད་པར་གཞན་ཡིད་ཆེས་པར་བྱེད་པའི་ངག་ཅིག་ལ་ཟེར་གྱི་རེད། ལྟ་བ་བཤད་མཁན་རང་ལ་ལྟ་བ་རྣམ་དག་ཡོད་པར་གཞན་ཡིད་ཆེས་པར་བྱེད་པའི་ངག་ལ་དེ་ནི་ཡང་དག་པའི་ངག་ཟེར་གྱི་རེད་ཟེར། ལྟ་བ་རྣམ་དག། ལྟ་བ་ཤེས་མཁན་གང་ཟག་རང་ཉིད་ལ་ལྟ་བ་རྣམ་དག་ཡོད་པ་ཡོད་པར་ཡོད་པ་ཡོད་པ་ལ་ཡོད་པར་ཡིད་ཆེས་བྱེད་བཅུག་མཁན་གྱི་ངག་དེ་ལ་དེ་ནི། ད་དོ་ན། ལྟ་བ་རྣམ་དག་ཡོད་པར་ཡིད་ཆེས་པར་བྱེད་པའི་ངག་དེ་ལ་དེ་ནི་ཡང་དག་པའི་ངག་ཟེར་རེས་སོ་ཡང་དག་པའི་ངག་ཟེར་ན་དེ་ནི། ལྟ་བ་བཤད་མཁན་རང་ལ་ལྟ་བ་རྣམ་དག་ཡོད་པར་གཞན་གྱིས་ཡིད་ཆེས་པར་བྱེད་པའི་ངག་དེ་ལ་ཡང་དག་པའི་ངག་ཟེར་རེས་སོ། ཨ་ནི་ཡང་དག་པའི་ལས་ཀྱི་མཐའ་ཟེར་ན། རང་ལ་ཚུལ་ཁྲིམས་རྣམ་དག་ཡོད་པར་གཞན་གྱིས་ཡིད་ཆེས་པར་བྱེད་པའི་རང་གི་ལུས་ངག་གི་ལས་ཀ་ལ་ཨ་ནི་ཟེར་གི་རེད་ཟེར་བ་རེད། ལས་ཀྱི་དང་ཡང་དག་པའི་ལས་ཀྱི་དང། ཡང་དག་པའི་འཚོ་བ་ཟེར་ན་ཨ་ནི་མ་དག་པའི་འཚོ་བ་སྤོང་མཁན་གྱི་ལུས་ངག་གི་ལས་དེ་ཨ་ནི་འཚོ་བ་རྣམ་དག་ཡིན་པར་གཞན་ཡིད་ཡིད་ཡིད་ཆེས་གཞན་ཡིད་ཆེས་པར་བྱེད་པའི་ལས་ཀ་རེད་ཟེར་བ་རེད། ད་ནི་ཡང་དག་པའི་འཚོ་བ་ཟེར་ན་ག་འདྲ་རེད་བསམ། མ་དག་པའི་འཚོ་བ་སྤོང་མཁན་ལུས་ངག་གི་ལས་ཏེ། རང་ཉིད་འཚོ་བ་རྣམ་དག་ཡིན་པར། གཞན་གྱི་ཡིད་ཆེས་པར་བྱེད་པའི་ལས་ཀ་ཅིག་ལ་ཟེར་གྱི་རེད་ཟེར་བ་རེད་དེ་འཚོ་བ་རྣམ་དག་རེད། འཚོ་བ་རྣམ་དག་ཅེས་ད་དེ་བར་དུ་ཕྱིན་པ་རེད། ཨ་ནི་ཡང་དག་པའི་འཚོ་བ་ནི་ཉོན་མོངས་པ་སྒྲིབ་པའི་རྣམ་པར་བྱུང་བའི་ཡན་ལག་གོ་སྟེ། ཡང་དག་པའི་རྩོལ་བ་ཟེར་ན་སྒོམ་སྤང་སྤོང་བ་ལ་དགའ་བོ་ཡོད་མཁན

སྤོང་མཁན་གྱི་ཡན་ལག་དེ་ལ་ཟེར་གྱི་རེད་ཟེར་བ་རེད། ཨེ་ནི། ཡང་དག་པའི་ཏིང་ངེ་འཛིན་ནི་ཡོན་ཏན་ཁྱད་པར་གྱི་སྒྲིབ་པ་རྣམ་པར་འཇོམས་པའི་ཡན་ལག་གོ་སྟེ། ཡང་དག་པའི་ཏིང་ངེ་འཛིན་ཟེར་ན། མངོན་ཤེས་ལ་སོགས་ཡོན་ཏན་ཁྱད་པར་ཅན་ཐོབ་པ་ལ་བར་ཆད་བྱེད་མཁན་སྐྱོན་སྤོང་མཁན་དེ་ལ་ཟེར་བ་ཡིན་ཟེར་བ་རེད། ད་འདི་བར་དུ། དེ་ག་སོ་རེད། ཕ་ལམ་ཡན་ལག་བརྒྱད་ཀྱི་ངོ་བོ་དེ་ངོས་བཟུང་བ་རེད། ད་གྲོགས་གང་ཞེ་ན་སྟེ། ཨ་ནི་ཕ་ལམ་ཡན་ལག་བརྒྱད་དང་མཉམ་དུ། སེམས་དང་སེམས་བྱུང་སུ་སུ་ཡོད་རེད་ཟེར་བྱུང་ན་སྲིད་པ་རེད། ཨ་ནི་དེ་དང་མཚུངས་པར་དེ་མོ་སེམས་དང་སེམས་ལ་འཆོལ་བའི་ཆོས་རྣམས་སོ་སྟེ། ཕ་ལམ་ཡན་ལག་བརྒྱད་དང་མཉམ་དུ་ཡོད་པའི་ཡིད་ཀྱི་རྣམ་ཤེས་དང། ཕ་ལམ་ཡན་ལག་བརྒྱད་དང་མཉམ་དུ་ཡིད་ཀྱི་རྣམ་ཤེས་དང་སེམས་བྱུང་སྐུ་འགྲོ་ལྔ་ལ་སོགས་པ་ཡོད་པ་ཡིན་སྲིད་པ་རེད། ཨོ་དེ་ཕྱིར་དང། བསྒོམ་པ་ནི་བྱང་ཆུབ་ཡན་ལག་བཞི་ནོ་སྟེ། བསྒོམ་པ་ནི་བྱང་ཆུབ་ཡན་ལག་བཞི་ནོ་སྟེ། འཕགས་པའི་ཡན་ལག་བརྒྱད་བསྒོམ་སྟངས་ཏེ། བྱང་ཆུབ་ཡན་ལག་བདུན་བསྒོམ་སྟངས་དང་གཅིག་པ་གཅིག་རྐྱང་རེད། ཨེ་བྱས་ཙང་གོང་དུ་བཤད་པ་ལྟར་ན་འགྲིག་གི་རེད། བསྒོམ་པ་ནི་བྱང་ཆུབ་ཡན་ལག་བཞི་ནོ་སྟེ། འཕགས་ལམ་ཡན་ལག་བརྒྱད་བསྒོམ་སྟངས་ཏེ། བྱང་ཆུབ་ཡན་ལག་བདུན་བསྒོམ་སྟངས་ནང་བཞིན་ཡིན།

དེ་ནས་དང། ཤེས་བྱ། ཇི་ལྟ་བ་དང་ཇི་སྙེད་པའི་ཆོས་ཐམས་ཅད་ཤེས། འདི་ལ་ཡོངས་སུ་སྤྱོད་པ་ཟེར། ད་ཡོངས་སུ་སྤྱོད་པ་ཟེར་འབྲས་བུ་གང་ཞེ་ན། འཕགས་ལམ་ཡན་ལག་བརྒྱད་བསྒོམས་པའི་འབྲས་བུ་ག་རེ་ཟེར་བ། འབྲས་བུ་དང་པོ་ཡོངས་སུ་སྤྱོད་པ་དང་སྟེ། ཇི་ལྟ་བ་དང་ཇི་སྙེད་པའི་ཆོས་ཐམས་ཅད་དེ་ནས་རང་གིས་ཤེས། གཞན་གོ་བར་བྱེད་པ་དང་དེ་གཞན་དེ་གཞན་ལ་ཤེས་ནས་གོ་བར་བྱེད་ཐུབ་པ། གཞན་ཡིད་ཆེས་པར་བྱེད་པ་ཟེར་ན་དེ་ནི་གཞན་ལ་ཡིད་ཆེས་སྐྱེད་ཐུབ་པ། ཉོན་མོངས་པའི་སྒྲིབ་པ་རྣམ་པར་དག་པ་དང་རྩ་ཉོན་སྤོང་ཐུབ་པ། ཉེ་བའི་ཉོན་མོངས་པ་སྒྲིབ་པ་རྣམ་པར་དག་པ། ཉེ་ཉོན་སྤོང་ཐུབ་པ། ཡོན་ཏན་ཁྱད་པར་ཅན་སྒྲིབ་པ་རྣམ་པར་དག་གོ། མངོན་ཤེས་ལ་སོགས་ཡོན་ཏན་ཁྱད་པར་ཅན་ལ་བར་ཆད་བྱེད་མཁན་སྐྱོན་སྤང་ཐུབ་པ་དེ་ཚོ་ནི་ཕ་ལམ་ཡན་ལག་བརྒྱད་བསྒོམ་པའི་འབྲས་བུ་ཡིན་ཟེར་བ། ལམ་བཞི་གང་ཞེ་ན། ཡང། གཉིས་པ་ལམ་བཞི་ཟེར་མཁན་བྱུང་བར་བ་ད། ལམ་བཞི་ཟེར་ན་ག་འདྲ་ཅི་ལ་ཟེར་གྱི་རེད་ཟེར་བ།

མངོན་པར་ཤེས། ག་ལས་ག་ལས་བྱས་ནས་བསྟན་ནས། འདས་མ་འོངས་ཀྱི་ཆོས་ཤེས་ཐུབ་མཁན་དེ་ལ་མངོན་ཤེས་བུ་ལ་བ་སི་ཀི་ར་བ། ལམ་སང་འདས་མ་འོངས་ཀྱི་ཆོས་ཤེས་ཐུབ་མཁན་དེ་ལ་མངོན་ཤེས་སྨྱུར་བ་སི་ཀི་རི་དང། མངོན་ཤེས་སེ་ཏུ་ལྐོག་གྱུར་གྱི་ཆོས་ཀྱི་ར་བ། ག་ལས་ག་ལས་བྱས་ནས་ལྐོག་གྱུར་གྱི་ཆོས་ཧ་གོ་མཁན་དེ་ལ་དེ་ནི། མངོན་ཤེས་བུ་ལོ། ལམ་སྲང་ཁོ་ན་ལྐོག་གྱུར་པའི་ཆོས་བཤེས་གཉེན་དེ་ལ་མངོན་ཤེས་མྱུར་བར་གཟིགས་པར་དང་མངོན་ཤེས་མངོན་པར་ཤེས་པ་བུ་ལ་དཀའ་བ་ཟེར་ན། དེ་ནི་མངོན་ཤེས་དེ་ལ་མངོན་ཤེས་མངོན་པར་ཤེས་པ་བུ་ལ་དཀའ་བ་ཟེར་དུས། ག་ལས་ག་ལས་བྱས་ནས་དེ་ནི་ལྐོག་གྱུར་པའི་ཆོས་དེ་ཚོ་ནི་བྱས་ན་མ་གཏོགས་ལྐོག་གྱུར་བའི་ཆོས་དེ་བཤད་ཐུབ་ཀྱི་མེད་པ་ཡིན་ན། དེའི་གི་ལམ་སྒྲུབ་ཁག་ཁག་ཡོད་རེད་ཟེར་བ་རེད། དེ་དེ་འདྲའི་ལམ་སྤྱད་རེད། མངོན་པར་ཤེས་པ་བུ་ལ་དཀའ་བ་ཟེར་ན། ག་ལེ་ག་ལེ་བྱས་ན་མ་གཏོགས་ལྐོག་གྱུར་གྱི་ཆོས་བཤད་མི་ཐུབ་མཁན་དེ་ཡིས་ལམ་ཅིག་སྒྲུབ་ན་ཡང་ལམ་དེ་སྒྲུབ་ཁག་པོ་ཡོད་རེད་ཟེར་བ་དེ་ལ་མངོན་པར་ཤེས་པ་བུ་ལ་དཀའ་བ་ཟེར་བ་རེད། ཨ་མངོན་པར་ཤེས་པ་སྨྱོས་ལ་དཀའ་བ་དང་སྟེ། དེ་ནས་མངོན་ཤེས་མྱུར་ལ་དཀའ་བ་དེ་ཡང། ལམ་སང་ཁོ་རང་ལྐོག་གྱུར་ཆོས་བཤད་ཐུབ་མཁན་ཡིན་ན་ཡང་ལམ་གྱིས་བསྒྲུབ་ན་ཡང་ལམ་བསྒྲུབ་ཁག་པོ་ཡོད་པ་དེ་འདྲའི་ཡོད་རེད། དེ་ལ་མངོན་པར་ཤེས་པ་མྱུར་ལ་དཀའ་བ་ཞེས་པ་ནས། ད་ཡང་མངོན་པར་ཤེས་པ་བུ་ལ་སླ་བ་སྟེ། མངོན་པར་ཤེས་པ་བུ་ལ་སླ་བ་སྟེ། འོ་ད་འདི་ཚང་མ་ཡོང་གི་འདུག་ཡ་ད་འོ་ལ་ཡོང་གི་འདུག་ད་ནི་བགྱིད་ལབ་དགོས་མི་འདུག

མངོན་ཤེས་ཡིན་ལ། ལམ་སྒྲུབ་ཁ་བོ་དེ་མངོན་པར་ཤེས་པ་བོ་ལ་རེ། མངོན་པར་ཤེས་པ་སྨྱོན་ལ་དཀའ་བ་ཟེར་དུས་ལམ་སྲང་ཁོ་ན་ལྐོག་གོས་ཆོས་ཤེས་ཐུབ་མཁན་ལམ་སྒྲུབ་ཁག་པོ་ཡོད་པ། མངོན་པར་ཤེས་པ་བུ་ལ་སླ་བ་ཟེར་ན་ག་ལེ་ག་ལེ་བྱེད་ནས་མ་གཏོགས་ལྐོག་གོས་ཆོས་ཤེས་མི་མཚོན་མཁན་མངོན་ཤེས་ཡིན་ལ། ཡིན་ན་ཡང་ལམ་གྱི་སྒྲུབ་ན་སྒྲུབ་ལས་སླ་བོ་ཡོད་པ། མངོན་པར་བྱེད་པ་གཉུག་ལ་ལམ་ལ་བ་སོགས་ནི་ཡང་ལམ་སྲང་ཀོ་ན་ཀོ་ཀིར་ཆུས་ཧ་གོ་ཐུབ་མཁན་ཡིན་ལ། ཧ་ཐུབ་ཧ་གོ་ཐུབ་ཀྱི་མངོན་ཤེས་ཡིན་ལ། དེ་ནི། ལམ་གྱིས་བསྒྲུབས་ན་ལམ་སྒྲུབ་སླད་སླ་པོ་ཡོད་མཁན་གྱི་བར་དེ་ལ་མངོན་པར་བྱེད་པ་གཉུག་ལ་སླ་བ་ཟེར་གྱི་རེད་ཟེར། ད་རིམ་པ་ཞིག་ན་འགྲེལ་བ་རྒྱས་པ་རེད། འགྲེལ་བ་རྒྱས་པར་བ། དང་པོ་ནི། དང་པོ་ནི་དབང་པོ། གཏུར་བུའི་དངོས་གཞིའི་བསམ་གཏན་མ་ཐོབ་པའོ་སྟེ། དང་པོ། མངོན་པར་ཤེས་པ་བུ་ལ་དཀའ་བ་ཟན་དེ་ག་འདྲ་ཅི་རེད་ཟེར་བ་རེད། ག་རེ་རེད་ཟེར་ན། དད་སོགས་དབང་པོ། གཏུར་བུ་ཡིན་མཁན། ཡིན་དུས། ཁུད་ཀྱི་དངོས་གཞི་ལ་སོགས་པ་དེ་ཚོ་ཡང། གུར་བུ་ཡོད་རེད་ད་བུ་ཟེར་ན་གུར། མི་དེ་ག་ལས་ག་ལ་འགྲོ་མཁན་ནི་མི་དེ་གུར་བུ་ཞེ་བོ་འགྲོ་གི་འདུག་ཟེར་བ་དེ་ལ་བུ་ཟེར་བ་རེད།

རྟུལ་པོ་བཞི་པོ་ཡོད་པ་ཡིན་དུས་ཁོག་གི་མངོན་ཤེས་ཀྱིས་བསྒྲུབས་ན་ཡང། གུར་བུ་བཞི་པོ་ཡོད་མཁན་གྱི་མངོན་ཤེས་ཀྱིས་བསྒྲུབ་གི་ཡོད། ད་གུར་བུ་བཞི་པོ་ཡོད་མཁན་མངོན་ཤེས་དེ་གི་བསམ་གཏན་གྱི་མངོན་ཤེས་སེམས་ཐོབ་མ་ཐོབ་གཉིས་ཡིན་དགོས་རེད་གལ་སྲིད་བསམ་གཏན་གྱི་སེམས་མངོན་ཤེས་སེམས་ཐོབ་མེད་པ་ཡིན་ན།

དབང་པོ། སྐྱོ་པོ་ཡོད་མཁན་ཡིན་དུས། དེ་ནས་གུར་བུ་བཞི་པོ་ཡོད་མཁན་གྱི་མངོན་ཤེས་བཅས་ཐོབ། ད་དེ་འདྲའི་གུར་བུ་བཞི་པོ་ཡོད་མཁན་མངོན་ཤེས་ཐོབ་མཁན་གང་ཟག་དེ་ལ་གལ་སྲིད་བསམ་གཏན་གྱི་སེམས་ཐོབ་མེད་པ་ཡིན་ན། ཨ་ནི་ལམ་གྱིས་བསྒྲུབས་ན་ལམ་བསྒྲུབ་ཁག་པོ་ཡོད་པ་ལ་ཟེར་གྱི་རེད་ཟེར། གཉིས་པ་ནི་དབང་པོ་རྣོན་པོ་མངོན་ཤེས་བསམ་གཏན་མ་ཐོབ་པའོ་སྟེ་ཟེར་ཡང། ད་ཡང་དེ་རེད། གཉིས་པ་དེར་བ་མངོན་པར་ཤེས་པ་མྱུར་ལ་དཀའ་བ་ཟེར་ངེས་དེ་རེད་དེ་ག་འདྲ་རེད་ཟེར་དུས་དེ་ནི་དེར་བ། དད་སོགས། དད་སོགས། དབང་པོ། རྣོན་པོ་ཡིན་མཁན་ཡིན་དུས་དད་པ་ལ་སོགས་པ་དབང་པོ་རྣོན་པོ་བཞིའུ་ཡོད་པ་ཡིན་དུས། ཁོག་གི་ཐོ་བའི་མངོན་ཤེས་དེའང། དེ་ནས་མགྱོགས་པོ་ཞི་བོ་གཅིག། ཧ་གོ་དུབ་ཀྱི་མངོན་ཤེས་གཅིག་ཐོབ། ད་ཡིན་ན་ཡང་ཁོ་བསམ་གཏན་གྱི་དངོས་གཞི་སེམས་མ་ཐོབ་པ་ཡིན་དུས། ཨ་ནི་ལམ་གྱིས་བསྒྲུབ་དགོས་བྱུང་ན་ལམ་དེ་སྒྲུབ་ཁག་པོ་ཡོད་པ་ཡིན་དུས་ཨ་ནི་དེ་ལ། ད་ང་སུ་རུ་མངོན་པར་ཤེས་པ། དེ་ནི་མངོན་པར་ཤེས་པ་གཉུག་ལ་དཀར་བ་སི་ཏེ་ཤེས་པ་རེད།

དད་པ་ལ་སོགས་པའི་དབང་པོ་གཏུར་བུ་ཡིན་དུས་སྐབས་ལ། ཁོ་རང་ལ་ཡོད་པའི་དབང་མངོན་ཤེས་དེས་མངོན་ཤེས་གུར་བུ་གུར་བུ་བཞི་བོ་ཅིག་ཡོད་པ། ལྷོད་པོ་དལ་པོ་དལ་པོ་བཞི་བོ་དག་གུར་བུ། དལ་པོ་སེ་དེར་བ་དང། བཅས་དང། ད་དེ་ཁོ་རང་ལ། ཁོ་རང། དད་པ་ལ་སོགས་པའི་དབང་པོ་རྟུལ་པོ་བཞི་པོ་ཡོད་པ་ཡིན་དུས་ཁོ་རང་ལ་ཐོབ་ཀྱི་དབང་མངོན་ཤེས་དེའང་མངོན་ཤེས་གུར་བུ་བཞི་པོ་ཡོད་ཀྱི་མངོན་ཤེས་ཀྱིས་ཐོབ། ཡིན་ན་ཡང་ཁོ་རླུང་རྟ་རྒྱུད་ནས་བསམ་གཏན་གྱི་དངོས་གཞིའི་སེམས་ཐོབ་ཡོད་པ་ཡིན་ན། ཨ་ནི་ཁོས་ལམ་གཅིག་བསྒྲུབས་ན་ལམ་དེ་སྒྲུབ་ལས་སླ་པོ་ཡོད་རེད། དེ་ལ་ཟེར་གྱི་རེད། ད་འདིར་བ།

བཞི་པ་དེར་བ་མངོན་པར་ཤེས་པ་གཉུག་ལ་སླ་བ་སྲེད་དེར་མངོན་པར་ཤེས་པ་གཉུག་ལ་སླ་བ་སྲེད་དེ། དེར་བ། བཞི་པ་ནི་དབང་པོ་རྣོན་པོ་དངོས་གཞི་སེམས་ཐོབ་པའོ་སྟེ་ཟེར་ད་དེ་རེད་བཞི་པ་ག་རེད་མངོན་པར་ཤེས་པ་གཉུག་ལ་སླ་བ་སྲེད་ངེས་ཏེ་འདི་ག་རེ་རེད་ཟེར་ན། དད་པ་ལ་སོགས་དབང་པོ་རྣོན་པོ་ཡོད་པ་ཡིན་དུས་མངོན་ཤེས་ཡང་མགྱོགས་པོ་ཞི་བོ་གཅིག་ཧ་གོ་དོན་མངོན་ཤེས་ཀྱིས་ཐོབ། དེའི་སྟེང་དུ་བསམ་གཏན་གྱི་མངོན་ཤེས་སེམས་ཐོབ་པ་ཡིན་དུས་ད་ལམ་གྱིས་བསྒྲུབ་ན་སྒྲུབ་ལས་སླ་བོ་ཡོད་པ་ཡིན་དུས་ཨེ་ནི་མངོན་པར་ཤེས་པ་མྱུར་ལ་སླ་བ་ཟེར་གྱི་རེད་ཟེར་བ་རེད། ད་ཡང་དེའི་རྗེས་ལ་དེ་ནས་དེ་རེད། གསུམ་པ། ཆོས་ཀྱི་གནས་བཞི་ཟེར་ཏེ་བཤད་པར་ཆོས་ཀྱི་གནས་ཟེར་ན་ད། ཆོས། མཐོང་ལམ་ལྟ་བུ། གནས་ཟེར་ན་རྒྱུ། མཐོང་ལམ་ལྟ་བུའི་རྒྱུ་བྱེད་མཁན་གྱི་ཆོས་བཞི། མཐོང་ལམ་ལྟ་བུའི་རྒྱུ་བཞི་ཤེས་པ་རེད་ཅེས་ལ་ཆོས་ཀྱི་གནས་བཞི་ཟེར། ཆོས་ཀྱི་གནས་བཞི་ལ་དྲི་བ་དང་ལན་གཉིས་ལས་དང་པོ་དྲི་བ་ནི་ཡིན་ཟེར། ཆོས་ཀྱི་གནས་བཞི་གང་ཞེ་ན། ཆོས་ཀྱི་གནས་བཞི་ག་འདྲ་ཅེས་ལ་ཟེར་གྱི་རེད་ཟེར་ན། ཆོས། མཐོང་ལམ་ལྟ་བུ་གནས་ཟེར་ན་དེའི་རྒྱུ། ཆོས་མཐོང་ལམ་ལྟ་བུ་གི་རྒྱུ་བཞི་དེ་ག་རེ་རེད་ཟེར་དགོས་རེད། རྒྱུ་བཞི་དེ་ག་རེ་ཡིན་ཟེར་བ་ཡིན་ན་ཟེར་དགོས་རེད། ཨེ་ནི་དེ་རིང་རིམ་པ་ཞིག་ནས་འགྲེལ་བ་ལེན་ལ། དེ་ནས། མིང་གི་དབྱེ་བ་དང། བསླབ་གསུམ་སྦྱོང་ཚུལ་ཞེས་པ། བསླབ་པ་གསུམ་སྦྱོང་ཚུལ་ཞེས་པ་དང་གཉིས་ཡོད་པས་ན་དང་པོ་མིང་གི་དབྱེ་བ་ནི་ཟེར་དགོས་རེད། བརྣབ་སེམས་མེད་པ་དང་ཟེར་ན། བརྣབ་སེམས་མེད་པ་མ་ཆགས་པའི་དགེ་བ་དང་གཅིག་ཅེས། གནོད་སེམས་མེད་པ་བྱམས་པའི་དགེ་བ་དང་གཉིས་ཅེས། དེ་ནས་དེས་ཀྱང། དང། གདམས་ངག་གི། གདམས་བསྒོམ་ཡས་ཀྱི་གདམས་ངག་གི། རྨི་ལམ་མི་བྱེད་པའི་ཡང་དག་པའི་དྲན་པ་དང་གསུམ་ཅེས། ཨ་ནི་མཉམ་གཞག་ལ་རྩེ་གཅིག་ཏུ་གནས་པའི་ཡང་དག་པའི་ཏིང་ངེ་འཛིན་བཞི་པོ་དེ་ཆོས་ཀྱི་གནས་བཞི་རེད། བརྣབ་སེམས་མེད་པ་སོགས་དང། བརྣབ་སེམས་མེད་པའི་མ་ཆགས་པའི་དགེ་བ། གནོད་སེམས་མེད་པའི་བྱམས་པའི་དགེ་བ། དེ་ནས་སྒོམ་ཡན་གྱི་གདམས་ངག་གིས་རྨི་ལམ་མ་སྐྱེས་པའི་ཡང་དག་པའི་དྲན་པ། མཉམ་གཞག་ལ་སེམས་རྩེ་གཅིག་ཏུ་གནས་པའི་ཡང་དག་པའི་ཏིང་ངེ་འཛིན་བཞི་པོ་དེ་ཆོས་ཀྱི་གནད་བཞི་རེད་ཟེར་བ་རེད་ད་དེ་མིང་གི་དབྱེ་བ་བྱས་པ་རེད། ད་དེ་ནས་ཟབ་ཆོས་གཉིས་པ་དེ། དེ། ཨེ་ཀ་སུ་རའི་ཚུལ་ཁྲིམས་ཀྱི་བསླབ་པའམ། དེ་ནས་ཏིང་ངེ་འཛིན་བསླབ་པ་ཤེས་རབ་ཀྱི་བསླབ་པ་དེ་ཚོ་དེ་ནི་ཡག་པོ་ཅིག་ཉམས་ལེན་བྱེད་ཐུབ་འདི་ཚོ་འདི་ཚོའི་རྒྱུ་བྱས་ནས་ཨེ་ནི་ཚུལ་ཁྲིམས་ཀྱི་བསླབ་པ། ཤེས་རབ་ཀྱི་བསླབ་པ། ཏིང་ངེ་འཛིན་བསླབ་པ་དེ་ཚོ་ཉམས་ལེན་ཡག་པོ་བྱེད་ཐུབ་ཀྱི་རེད་ཤེས་པ་རེད་དེ་ལ་ཟབ་ཆོས་གཉིས་པ་བསླབ་གསུམ་སྦྱོང་ཚུལ་ཤེས་པ་རེད། ད་དེ་ན་ནི་རྣམ་སེམས་མེད་པ་དང་གནོད་སེམས་མེད་པ་ནི་ལྷག་པའི་ཚུལ་རུམ་གྱིས་བསླབ་པ་རྣམ་པར་སྦྱོང་བའོ་སྟེ། རྣམ་སེམས་མེད་པ་དང་གནོད་སེམས་མེད་པ་གཉིས་ཡོད་པ་ཡིན་ན། ལོངས་སྤྱོད་ལ་ཞེན་ཆགས་དང་སེམས་ཅན་ལ་སྡང་བའི་སྒོ་ནས་རང་གི་སྡོམ་པ་དེ་ཉམས་ཀྱི་མ་རེད། དེ་མ་ཉམས་སོང་ན་ཡང་ནི། ཚུལ་ཁྲིམས་ཀྱི་ཉམས་ལེན་ཡག་པོ་ཡོང་གི་རེད་ཟེར་དགོས་རེད་དེ་དང་པོ། བརྣབ་སེམས་མེད་པ་དང་གནོད་སེམས་མེད་པ་ནི་ལྷག་པའི་ཚུལ་ཁྲིམས་ཀྱིས་བསླབ་པ་རྣམ་པར་སྦྱོང་འོག་སྟེ། བརྣབ་སེམས་མེད་པ་དང་གནོད་སེམས་མེད་པ་གཉིས་ཡོད་ན། ནོར་ལོངས་སྤྱོད་ལ་ཞེན་པའི་ཞེན་ཆགས་དང་སེམས་ཅན་ལ་སྡང་བའི་སྒོ་ནས་རང་གི་སྡོམ་པ་ལ་སྐྱོན་ཡོང་གི་མ་རེད་ཟེར་བ་རེད། དེ་མ་བྱུང་ན་ཚུལ་ཁྲིམས་ཀྱི་ཉམས་ལེན་ཡག་པོ་ཡོང་གི་རེད་ཟེར་བ་རེད། ད་བྱས་ཙང་ཚུལ་ཁྲིམས་ཀྱི་ཉམས་ལེན་ཡག་པོའི་རྒྱུགས་དེ་བརྣབ་སེམས་མེད་པ་དང་གནོད་སེམས་མེད་པའི་བྱེད་གི་རེད། ད་ཡང་དམ་པའི་དྲན་པ་ནི་ལྷག་པའི་སེམས་སུ་གཏད། སྒོམ་ཡས་ཀྱི་གདམས་ངག་མ་བརྗེད་པའི་ཡང་དད་པའི་དྲན་པ་ཡོད་པ་ཡིན་ན། སྒོམ་ཡས་ཀྱི་དམིགས་པ་མ། སྒོམ་ཡས་ཀྱི་དམིགས་པ་མ་བྱས་པའི་སྒོ་ནས་སེམས་མཉམ་པར་བཞག་ཐུབ་བོ་རེད། དེ་འདྲའི་སེམས་མཉམ་པར་བཞག་ཐུབ་ན། ཏིང་ངེ་འཛིན་ཉམས་ལེན་ཡག་པོ་ཡོང་གི་རེད་ཟེར་བ་རེད། ཡང་དམ་པའི་དྲན་པ་དེ། དེ་ནས་ཏིང་ངེ་འཛིན་བསླབ་པའི་རྒྱུད་ཆགས་སོང་བ་རེད། ད་དེ་རྗེས་ལ་ཡང་དེ་པའི་ཏིང་ངེ་འཛིན་ལྷག་པའི་ཤེས་རབ་པོ་ཏེ། སེམས་རྩེ་གཅིག་ཏུ་མཉམ་པར་བཞག་ཐུབ་པ་ཡིན་ན། དེ་ནི་དེ་ལ་བརྟེན་ནས་བདེན་བཞིའི་གནས་ལུགས་རྟོགས་པའི་ཡེ་ཤེས་འབྱུང་གི་རེད། དེའི་སྒོ་ནས་ཤེས་རབ་ཀྱི་ཉམས་ལེན་ཡག་པོ་ཡོང་དུ་བྱེད་ཐུབ་ཀྱི་རེད་ཟེར་བ་རེད། ཨ་ནི། ཤེས་རབ་ཀྱི་བསླབ་པའི་ཉམས་ལེན་གྱི་རྒྱུ་དེ་ཡང་དེ་པའི་ཏིང་ངེ་འཛིན་ཆགས་པ་རེད། ངག་བཟང།